ལ་ཤི་རུ་དང་དཔེ་ཤི་སྙམ་པོ་དང་འདི་སྤྱིར་བཏང་ཁམས་ཕྱོགས་ནས་བཟློག་ཏུ་རུ་བ་ནི་ང་ཚོ་ཨ་མདོ་ཀན་ལྷོ་གི་ས་ཆ་ནས་ཡང་བྱོན་ནས་ཁོ་རང་ཚོ་གི་མི་རྒྱུད་དེ་ཡང་ཁམས་པ་དང་འདྲ་བོ་ཡོད་ཙང་དེ་ནས་ཡང་ཤི་རུ་དང་གེབ་རྒྱལ་སྤུས་རྒྱལ་མགུ་རྒྱལ་ཚོ་མ་རེད་ད་གེབ་རྒྱལ་དེ་འདྲའི་བཟོ་ཡ་དེ་འདྲའི་ཡོད་རེད་ཁོ་ཚོ་འདི་ཚོ་ཞྭ་མོ་དུ་བར་དེ་ཡང་ཞྭ་མོ་གི་ཁྲོད་འགི་ཟུར་དང་དེ་འདྲའི་ཆས་ཡོང་ན་ཁོ་ཚོ་ད་འདི་ཡང་ཁམས་ཕྱོགས་གི་དེ་འདྲའི་རེད་ཟེར་གི་འདུག་ཡིན་ནའི་ཞི་དྲག་ཡང་ས་ཆ་ཁ་བ་ཡིན་ན་ཟེར་པོ་བྱེད་བཞིན་པ་མི་འདུག་མ་རྩ་ཨ་འདྲའི་ཡིན་མགོ་གི་འདི།

ང་ཚོའི་བརྩམས་སྐུ་དྲག་ཚོའི་ཐོབ་ཐང་མ་འདྲ་བ་དེ་འདྲའི་མཚོན་ཐང་རེད། སྤྱིར་བཏང་ད་རིན་ཆེན་རྒྱན་ཆ་ཟེར་བ་དེ་འདྲས་ཀྱི་རྒྱན་གྱི་ཧྲུའུ་ལུགས་ཀྱི་བཙུགས་ཡོད་རེད་བ། དེ་འཛུགས་བའི་རྒྱུ་མཚན་དེ་ག་རེད་ཟེར་ན། སྔོན་ད་ལྟའི་རུ་སྡེ་ཧྲིལ་ཕག་གྲི་བ་གི་དུས་སྐབས་སུ་དུ་སྣོད་དུ་དབང་དྲག་པ་རྒྱལ་མཚན་གྱིས་ད་ང་ཚོ་སོག་པོ་དང་དེ་ནས་མི་རིགས་གཞན་དག་གིས། རྒྱང་གི་ཤིག་ཅེས་མང་པོ་ཅིག་ཐལ་བའི་བར་དེ་བྱས་ཙང་ང་ཚོ་བོད་རང་གི་ད་སྲོལ་རྒྱུན་གྱི་རྒྱང་གི་ཆ་ལུགས་དེ་དེ་སྲིད་འགྱུར་བར་ཤོངས་པ་རེད་དེ་ནས་ཁོ་ཚོ་དེ་ཡང་བསྐྱར་དེ་ཡོང་དགོས་དེ་འདྲའི་ཆ་ལུགས་དེ་སྲིད་ཡར་མ་ཟིན་རྒྱུ་ན་ཡག་པོ་མི་འདུག་ལབ་ཅེས་ནས་ཁོ་ཚོ་གི་ད་རིན་ཆེན་རྒྱན་ཆ་དེ་འདྲ་གི་རྒྱང་གི་ཧྲུའུ་གསར་པ་ཅིག་བཙུགས་རྗེས་རྟག་པར་ལོ་དེ་གི་ད་ལོ་སར་ཡིན་ན་འདྲ་དེ་ནས་དུས་ཆེན་དེ་ཚོ་ཁོ་ཚོ་དུས་ཀུན་དེ་འདྲ་གང་ཡག་གི་གཏན་འཁེལ་བྱས་པ་རེད་དེ་ནས་ད་ཧོར་རམ་དང་པོ་གཉིས་པ་གསུམ་པ་བཞི་བ་དེ་མ་ཟད་ཤ་མོ་འདི་ནས་ད་ཕལ་ཆེ་ན་ད་ཏོག་ཡོད་རེད་ཤ་མོ་གི་སྒང་ནས་ཏོག